ངས YouTube ཅན་ནས་ཟེར་མཁན་མི་མང་ལ་འགྱེལ་དང་སྤུན་སྤུན་ཆ་ཀུན་ལ། ཐོག་མར་ཚང་མ་ལ་བསམ་འདི་དང་བཀྲ་ཤིས་བདེ་ལེགས་ཟེར་ཞུ་ཡ་ཡིན། ད་ང་ཚོ་མི་ཚེ་འདི་སྐྱིད་པའི་ཉི་མ་ཤར་ཡ་ཞིག་དང་དགའ་བའི་རྟེན་འབྲེལ་གྱི་འབྲི་ཡ་གི་ཆེད་དུ། ད་གཙོ་བོ་སློབ་སྦྱོང་བྱ་བསྡད་ཀྱི་ཡོད་རེད། ད་དེང་སང་དུས་རབས་དེ་པདྨའི་རྩལ་གྱིས་ཟིང་ཆ་ཆེན་པོ་ཞུས་ཀྱི་རེད་སློབ་སྦྱོང་དང་ལ་སོགས་པ་དོན་དོན་ཞིག་ཡག་པོ་ཞིག་མེད་པ་ཞིག་ཡིན་ན་དཀའ་ངལ་ཆེན་པོ་ཞིག་འཕྲད་ཡོང་གི་རེད། ད་འདི་ཡིས་མ་འཕྲད་པའི་ཡིད་ཆེས་དུས། དེ་ནི་སློབ་སྦྱོང་ལ་བག་དང་བཙོན་འཇུག་བྱས་ནས་སྦྱོང་བརྡར་གནང་དགོས་པའི་རི་སྐྱེས་ཆེན་པོ་ཞིག་ཡིན་པར་རེ་བ་ཞུ་ཡ་ཡིན། ཆ་ཚང་གི་ཐུགས་ལ་བཞག་རོགས་གནང། དེ་ནས་ང་ཚོ་ཆོས་ཡིག་ཅིག། ཕུན་སུམ་ཚོགས་པ་ལ་བ་ར་དང། རྒྱུད་ལ། ཅིག། རང་སེམས་རང་གི་སེམས་དག་བཅས་ཐོལ་གྱི། རྩ་བ་བདེ། དང། བློ་སྟོང་རྣམ་བཞི་དེ་ལ་བློ་ཡག་པོ་སྦྱོང་བརྡར་བྱེད་དགོས་དེ་གལ་ཆེན་པོ་རེད་ཟེར་ཞུ་ཡ་ཡིན། དེ་ནས་ང་ཚོ་ཆོས་འབྲི་བའི་སྐབས་སུ། སྒྲུབ་སྟངས་དང་སྒྲུབ་ཚུལ་མ་ཤེས་པའི་སྐུ་པོ་དབུ་གཟུགས་མ་རྒྱ་བ་ཞིག་གིས་དགའ་བའི་སྤྲོ་བའི་སྒོ་ནས་འཇུག་པའི་གཏེར་ཁ་ཆེན་པོ་ཞིག་ཡིན་པའི་སྐོར་ཞིག་ཞུ་ཡས་ཡིན། དེ་འདྲས་ཞིག་གནང་ཐུབ་ན། དེ་ནི་སྐྱིད་པའི་ཉི་མ་ཤར་ཡས་དང་དགའ་བའི་རྟེན་འབྲེལ་འབྲེལ་གྱི་རྒྱུ་རྐྱེན་ཀྱང་ཆགས་ཀྱི་རེད་ཟེར་ཞུ་ཡས་ཡིན། ད་ཆོས་སྒྲུབ་བོད་ཀྱི་ཆེད་དུ་ད་ཅིག་ངེས་པར་དུ་དེ་ནས་ཅིག་རབ་བྱུང་བྱེད་དགོས་རེད། དེ་འདྲའི་ཞིག་ཁད་ཅིག་དྲི་བ་དེ་འདྲ་བསྐུར་གི་འདུག་ད། ཆོས་སྒྲུབ་པར་བྱེད་པ་བཅས་ལ་རབ་བྱེད་ན་གཅིག། གཅིག་འཇིག་རྟེན་ཆོས་བརྒྱད་ཀྱི་བྱ་བ་ཡོངས་སུ་བ་ཐམས་ཅད་སྤངས་ནས། དེ་ནས་ད་གཅིག་དངོས་གནས་ཁོ་རང་འཁོར་བའི་སྡུག་བསྔལ་ལ་ཐར་མྱང་འདས་སངས་རྒྱས་ཀྱི་གོ་འཕང་ཐོབ་པའི་ཀྱི་ཆེད་དུ་དངོས་གནས་ཁོ་རང། རང་གི་དགའ་བ་དང་སྤྲོ་བའི་སྒོ་ནས་འཇུག་གོ་འཇུག་གོ་བསམ་ན་ཆོས་ཀྱི་ཆོས་ཡང་དག་པ་ཞིག་བྱེད་དགོས་བསམ་ན། དེ་ནས་སྔོན་གནས་ཁོ་རང་དང་གཅིག་གིས་རབ་བྱུང་བྱས་ནས་ལམ་བསླབ་པ་གསུམ་ལ་སྐྱོན་གྱིས་མ་གོས་པ་ལག་ལེན་བསྟར་ནས་དེ་ནས་བླ་མ་འགོག་མེད་ཀྱི་རྣམ་ཐར་དེ་ཚོ་ཀ་བ་སོགས་ལ་བབས་པ་ནང་བཞིན་གྱི་བདག་ཉིད་རང་གི་དེ་འདྲའི་ཞིག་གི་བརྩོན་ཅིང་བྱས་ནས་འགྲོ་བ་ཞིག་ཡིན་ན་འཁོར་བའི་སྡུག་བསྔལ་ལ་ཐར་ཐོད་ཡ་དང་མྱང་འདས་སངས་རྒྱས་ཀྱི་གོ་འཕང་ཐོབ་བསྡད་རྒྱུ་རྐྱེན་གྱི་ཆ་གས་རེད། སྤྱི་བཏང་ཆོས་ལ་ཡ་དེ་སྤྱོད་བྱ་ཞིག་རེད་དེ་འདྲའི་ཡིན་དེ་ཀ་ཚོད་སེམས་པ་བཟང་པོ་ལ་གང་འདོད་ཅི་འདོད་ཀྱིས་ང་ཚོ་འབད་རྩོལ་བྱེད་ཨ་དང་བརྩོན་འགྲུས་བྱེད་ཨ་དང། གང་ཐུབ་ཅི་ཐུབ་ཀྱིས་མི་ལ་གཞན་ཕན་ལ་བྱམས་པ་དང་བརྩེ་བའི་སྒོ་ནས་བལྟ་ཐུབ་ཨ་དང། དེ་འདྲའི་ཞིག་གནང་ཐུབ་པ་ཞིག་ཡིན་ན། ད་ང་ཚོ། གཙོ་བོ་དེ་ནི་ང་ཚོ་གི་མི་ཚེ་གཅིག་གི། ནང་ལོགས་ནས་ད་དོན་བཟང་ཤོག་དེ་འདི་རེད། སེམས་པ་བཟང་པོ་བྱེད་ཨ་དེ། དེ་ནས་སེམས་པ་བཟང་པོ་ཞིག་བྱེད་གི་བྱེད་གི་བྱེད་གི་བྱེད་གི་དེ་ནས་ང་ཚོ་གཅིག་གང་ཐུབ་ཅི་ཐུབ་ཀྱིས་དེ་ནས་སེམས་ཀྱི་འདོད་ཆགས་ཞེ་སྡང་ང་རྒྱལ་ཕྲག་དོག་ལ་སོགས་པའི་ཀྱི་བྱ་བ་ཐམས་ཅད་མ་ཉུང་དུ་འགྲོ་ཐུབ་རེད། འོ་དེ་འདྲ་ཡིན་པའི་སྐབས་སུ་ད་ང་ཚོས་ཅིག་ཆོས་སྒྲུབ་པའི་གི་ཆེད་དུ་ད་ཅིག་གི་གང་ཐུབ་ཅི་ཐུབ་ཀྱི་སེམས་བཟང་ལ་བ་འབད་རྩོལ་དང་བརྩོན་འགྲུས་བྱེད་དེ་ནས་སེམས་བཟང་ལ་བ་དང་བརྩོན་འགྲུས་བྱེད་ནས་འགྲོ་རོགས་གནང་ཟེར་ཞུ་ཡ་ཡིན་ད་དེ་གམ་ཞིག་ཡིན་ད་ངས་ཞི་ཁྲེ་ཞེས་ལ་ཚིག་ཟིག་པོ་དེ་འདྲ་བཤད་ཤེས་ཀྱི་མེད་འདུག་ཐོབ་རྒྱ་པོ་རྒྱབ་པ་ཅིག་ཞུ་བཞིན་པ་འོ་ཡ་ད་ཚ་ཚང་ཕན་ཐོགས་པའི་རེ་བ་ཡོད་ད་ཡུ་ཀྲུབ་དེ་ཚོའི་ཅན་ནལ་ཚོ་འདི་ཡག་པོ་ཟེར་གྱི་འདུག་ད་ངས་ཡུ་ཀྲུབ་ཅན་ནལ་ཟེར་གི་མི་མང་ལང་རྒྱལ་དོན་ཚོ་ལ་ཐུགས་ཞི་ཞུ་ཡ་དང་བཀའ་དྲིན་ཆེ་ཟེར་ཞུ་ཡ་ཡིན་ཁྱེད་རྣམ་པ་གྱི་སྐུ་ཚེ་སྐུ་ཚེ་བརྟན་པར་ཤོག་ཟེར་ལུས་ལ་ན་ཚ་མེད་པར་སེམས་ལ་བདེ་སྐྱིད་ཡོང་བར་བྱ་བ་ལམ་འགྲོ་ཡོང་བར་སྐྱིད་པའི་ཉི་མ་ཤར་ཅིང་དགའ་བའི་རྟེན་འབྲེལ་འགྲིགས་ཤིག་ཟེར་མོ་ལ་ཡིན་ཚང་མར་བཀྲ་ཤིས་བདེ་ལེགས།